དགོན་པ། དང་ཨེ་ནི། བཙུན་མའི་དགོན་པ། བྱས་ནས་འོ་ད་དེ་ཚོའི་གྲས་ཀྱི་ཤེས་ཡོན་གྱི་བསྟི་གནས་རུ་བཙུགས་སོང་བསྡད་ཀྱི་འདུག་བ། དེ་བཞིན་དུ། ད་འཇུག་གུ་དང་དུ་ཚང་བ་ཕལ་མང་ཆེ་དྲགས་རེད། ག་ལྟར་ཆོས་ཕྱོགས་ཀྱི་བསྟི་གནས་རུ་དེ་དེ་གི་ག་ལྟར་ཅིག་གི་ཤེས་ཡོན་གྱི། བོད་ཀྱི་ད་ག་སོགས་རེད་བོད་ཀྱི། ཅིག། ཡ། ཨེ་ནི་ཞབས་འདེགས་སྒྲུབ་མཁན་ཤེས་ཡོན་གྱི་ལྟེ་གནས་རུ་བྱས་བྱས་དེ་འདྲ་ཞིག་རེད་འདུག་བ། དེ་ནས་ནུབ་ཕྱོགས་རྒྱལ་ཁབ་ལ་ཡ། ད་གཙོ་བོ་ཡུ་རོབ་ནང་དུ་རེད་ཡུ་རོབ་ནང་ལ་ཨེ་ནི་ཞི་ནས་ཚན་རིག་དང་འཕྲུལ་ཆས་འདུག་ས་ཡར་རྒྱས་འགྲོ་ཡག་གི་གནས་ཚུལ་གླེ་ཡིན་དུས་ཚ་ནས་ཨེ་ནི། དགོན་པ་ཁག་གི་ད་ཅིག་ངན་ལ་འཕྲུལ་ཆས་དང་ཚན་རིག་ལབ་ཡིན་དུས་ཚ་ནས་ངན་དང་པོ་དེ་ཅིག་རྩིས་རྒྱག་ཡག་ད་དེ་ཚོའི་གྲས་དེ་ཞིབ་གལ་ཆེན་པོ་ཆགས་ཀྱི་ཡོག་རེད་བ།

ཅིག། ཤེས་ཡོན་གྱི་བསྟི་གནས་ཅིག་ཟུར་དུ་ཡང་གསར་པ་ཞིག་ཏུ་ཆགས་ཡོང་ངེས་དེ་རྗེས་དེ་གི་ད་རྒན་རབས་གཙོ་བོ་དེ། ག་ད་པིག་རིག་གསར་གྱི་གནས་ཚུལ་དང་འབྲེལ་བསྟན་ངེས་ཅིག་རྩིས་ད་ད་རང་ཨེ་འོ་ད་དེ་ལ་སོགས་པའི་ད་ག་ད་ཡང་ཡིན་ཨེ་ནི་འཛམ་བུ་གླིང་གི་ཅིག་ད་ཅིག་ཇོག་ར་བྷི་སེ་ཨ་རོ་ད་དེ་ནི་མང་པོ་ཅིག་ཨེ་ནི་འདུག་བཞིན་ད་ལབ་ཡོང་གི་ཡོད་རེད་པ།

དངོས་པོ་ཡར་རྒྱས་རྐྱང་རྐྱང་གི་ཐོག་ནས་སྟུ་ཧུ་སི་ཡང་འགྲོ་བདེ་ངེས་ཆེ་ཨེ་ནི་གཙོ་ཆེ་ཤོས་ཤེས་ཡོན་གྱི་ཨེ་ནི་ང་ཚོ་འགྲོ་སྟངས་འདི་དངོས་པོ་ཡར་རྒྱས་ཁོ་ན་ལ་དམིགས་ཏེ་བས་ཆེ་ཆ་བྱས་དེ་རེ་རེ་གང་ནས་ཕྱིན་འདུག་བ་ད་དེ་ཕྱིན་པས་དེ་ཕྱིན་པས་ད་འབྲས་བུ་ལ་ཡ་ད་ག་ད་ང་ཚོའི་སྤྱི་ཚོགས་ཁོ་ར་དངོས་པོ་ཡར་རྒྱས་རྐྱང་རྐྱང་གི་བསམ་བློ་བཏང་དེ་ཨ་རོ།